སོ་སོའི་གི་ལུས་དེ་ནམ་རྒྱུན་ནས་སོ་སོའི་ལུས་པོ་དེ་ཆགས་པ་ཧ་ཅང་ཆེན་པོ་ཡོད་ན། མི་གཞན་དག་སོ་སོ་ལས་རྣམ་པ་ཡག་བ་དང་སོ་སོ་ལས་རྫིག་པ་ཟེར་བ་རེད་ད་འདི་འདྲའི་གི་མི་ཅིག་མཐོང་ཡོང་དུས། ཁོ་ཡི་ལུས་ལ་ཡ། ཁོ་ཡིན་ལ་འདྲ་འདུག་མོ་ཡིན་ལ་འདྲ་འདུག་དེ་འདྲའི་གི་ལུས་དེ་ལ་ཡ། ཆགས་པ་སྐྱེས་ཡ་འདི་ད་ལས་སླ་བོ་ཞུ་ཆགས་ཡོད་རེད། མཚན་སོ་སོའི་ལུས་པོ་ལ་ག་ཚོད་ཀྱི་ཆགས་པ་ཡོད་ན་དེ་ཚོད་ཀྱི། མི་གཞན་དག་གི་ལུས་ལ་ཆགས་པ་སྐྱེ་བ་དེ་ལས་སླ་བོ་འགྲོ་ཆོད་ཡོད་རེད་ལ། སོ་སོའི་ལུས་པོ་ལས་ཡང་དཀའ་ངལ་དང་སྡུག་བསྔལ་དང། བྱུང་བའི་སྒང་ལ་མ་སྐྱིད་བ་ཆགས་ཡ་དང་མཉམ་དུ་ལ་ཡང་མི་གཞན་དག་གི་སོ་སོ་ལ་གནོད་སྐྱེལ་བ་ཡིན་ན་སོ་སོར་གནོད་སྐྱེལ་ན་སོ་སོའི་ལུས་ལ་གནོད་སྐྱེལ་ཡོད་ར། དེ་ཚོད་ཀྱི། ཨ་ནི། ཁོག་འགྲོ་ས་ཡ་འདི་ཡ་ད་ལས་སླ་བ་འགྲོ་ཅི། ངོ་འདི་འདྲའི་འགྲོ་བཞུད་མགོ་རེ་ཤོས་ཡིན། བྱས་ཙང་ང་ཚོའི་སྤྱི་བཏང་ནི་ནང་ཆོས་ཀྱི་ནང་ལོ། དེ་བ་འགན་དང་འབྱོར་བ་ཆེ་ཚང་པའི་མི་ལུས་ཟིན་ནོས། རྩ་ཆེན་པོ་ཅིག་གསུང་དགོས་བར་ཏེ། ཡིན་ནས་དེ་ལས་ཆགས་པ་ཆེན་པོ་བྱས་ཟེར་དེ་འདྲ་གསུང་དགོས་བ་མ་རེད་བ། བྱས་ཙང་ང་རང་ཚོའི་མི་ལུས་འདི། དེ་བ་འགན་དང་འབྱོར་བ་བཅུ་ཚང་པའི་མི་ལུས་ཟེར་ཏེ་བསམ་བློ་བཏང་དུས། མི་ལུས་འདི་ཡི་སྒང་ལ་ནུས་པ་རྩ་ཆེན་པོ་ཅིག་ཡོད་པ་དེ་ང་ཚོ་ལ་ར་སྤྲོད་བྱུང་བ་རེད། ནུས་པ་འདི་ག་རེད་ལ་ན། ཨ་ནི་རྒྱལ་བ་སྒྲུབ་ཡས་དང་སངས་རྒྱས་ཀྱི་གོ་འཕང་སྒྲུབ་ཡས་དང་ཐར་པའི་གོ་འཕང་སྒྲུབ་ཡས་ཀྱི་ད་ནུས་པ་ཅིག་ཡོད་དེ་བ་འོ་འདི་ང་ཚོ་ལ་ངོ་སྤྲོད་བྱེད་དགོས་ར་བ། ད་ནུས་པ་འདི་ཡོད་བ་འདི་ཧ་གོ་ནས་ནུས་པ་འདི་བེད་སྤྱོད་གཏང་དགོས་ཀྱི་ཡོད་བ་འདི་ཤེས་དགོས་ཀྱི་ཡོད་ར་མ་གཏོགས། སོ་སོའི་གཟུགས་པོ་ལ་ཡང་ཆགས་པ་སྐྱེ་ཡས་ད་དེ་འདྲས་བྱེད་དུ་མ་ར་བ། འོ་ད་དེ་འདྲས་འགྲོ་བས་ད་ང་ཚོ་དེ་འདྲས་ཡང་འཚམས་འདྲས་ཡང་སོ་སོའི་གཟུགས་པོ་ལ་ཆགས་པ་ཤུགས་ཆེན་པོ་ཅིག་སྐྱེ་བ་ཡིན་ན་ད་འདི་འདོགས་ཡས་ཀྱི་ཐབས་ཤེས་དེ་གནང་དགོས་ཡས་དེ་གལ་ཆེན་པོ་རེད་ཞུ་ཡས་ཡིན་བྱས་ཙང། ད་ང་ཚོ་ཆགས་པ་དང་ཅིག་འདྲེས་སོང་ན་ཨ་ནི་ཅིག་ག་ལོར་སེམས་མ་སྐྱིད་པོ་ཆགས་ཡས་དེ་འདྲ་མང་པོ་ཡོང་གི་འདུག་དཔེར་ན་ཆགས་ཞག་ཡིན་ན་སོ་སོའི་གི་ཆགས་པ་སྐྱེ་སའི་གི་མི་དཔེར་ན་སོ་སོའི་གི་དགའ་རོགས་བུ་ཡིན་ན་འདྲ་འདུག་བུ་མོ་ཡིན་ན་འདྲ་འདུག། མི་འདི་གིས་སོ་སོ་ལ་མགོ་སྐོར་བཏང་བ་དང་མི་གཞན་དག་ཅིག་གིས་མགོ་སྐོར་བཏང་བ་གཉིས་བེད་ལོག་ག་རེད། མི་སོ་སོ་དགའ་བོ་བྱེད་ས་ཀྱི་ཆགས་པ་སྐྱེ་ས་ཀྱི་མི་འདིས་མགོ་སྐོར་བཏང་བ་ཡིན་ན། ཨ་ང་ཚོའི་སེམས་ལ་ཡང་ན་ཟུག་མང་ང་བཏང་ཡ། མ་སྐྱིད་བ་མང་ང་ཆགས་ཀྱི་རོ། མི་གཞན་དག་གིས་མགོ་སྐོར་བཏང་བ་ལས། མི། ཁོས་མགོ་སྐོར་བཏང་བ་ཡིན་ན། ཨ་ང་ཚོ་ཁོ་ཡིན་ལ་དྲ་ཐུ་མོ་ཡིན་ལ་དེས་མགོ་སྐོར་བཏང་བ་ཡིན་ན། ཨ་ན་མ་སྐྱིད་བ་བྱ་ཡ་དེ་ཤུགས་ཆེ་ཡ་ཡོང་གི་རོ་གང་ཡིན་ཟེར་ན་ང་ཚོའི་བར་ལ་ཆགས་པ་དེ་གི་རྐྱེན་བྱས་བར་བ། ཚོད་དཔེར་ན་ང་ཚོ་ད་ད་འདི་འཚོ་བ་ཡོད་རེད། ཨ་ནི་མོ་ཏྲ་ལྷའི་དེ་ཚོ་འཚོ་བ་སྐྱེལ་ཡོད་མ་རེད་བ། དཔེར་ན་སོ་སོའི་གི་ཆགས་པ་སྐྱེལ་ས་གི་མོ་ཏྲ་འདི་ལ་མི་གཅིག་གདོང་རྒྱག་ཞུས་བ་ཡིན་ན་ལམ་སང་རླུང་ལངས་ཡོང་གི་རེད། གང་ཡིན་ཟེར་ན་མོ་ཏྲ་འདི་དག་སོ་སོའི་བར་རུ་ལ་ཡང་ཨ་ནི་ཆགས་པ་གི་འབྲེལ་བ་དེ་ཤུགས་ཆེན་པོ་ཞུགས་ཀྱི་ཡོད་རེད་བ། འོ་དེ་འདྲའི་གི་ཆ་ནས་ཨ་ནི་ག་ལ་འོ་རེད། དེ་ཡོང་གི་འོ་རེད་བྱས་ཙང་ད་ཆགས་པ་ཟེར་ཡ་དེ་བར་ཟློག་དགོས་ཡ་དེ་གལ་ཆེན་པོ་རེད་ཟེར། འོ་དེ་ཞོས་ད་ལུས་ལ་ཡང་ཆགས་པ་སྐྱེས་ཏེ། སོ་སོའི་ལུས་དེ་ཞིག་ཅིག་ཡིད་དུ་འོང་བ་ཞིག་མཐོང་གི་ཡོད་པ་ཡིན་ཙང། དེའི་དབང་གིས་ཆགས་པ་སྐྱེ་བར་ད་སོ་སོས་སོ་སོའི་ཤེལ་སྒོ་ལ་ཡང་ལྟ་བྱེད། ཧང་ར་སང་ལ་ང་ད་བྱིའུ་འཛིན་གི་འདུག་བསམ་སར་འགྲོ་བ་དེ་བུ་མོ་ཡིན་ལ་ང་བྱིའུ་རྣམ་པ་འཛིན་པ་རེད་ཤག་མི་གང་གས་ང་ལ་ལྟ་གི་མེད་འགྲོ་བསམ་སར་འགྲོ་བ་དེ་འདྲའི་དྲན་དེ་འདྲའི་འུར་བ། འོ་ད་དེ་འདྲའི་དབང་གིས་ཆགས་པ་སྐྱེ་གི་བར་ད་སོ་སོས་སོ་སོ་ཧ་ལས་ལས་གི་ཡོད་རོ། ཟེར་ད་ནམ་རྒྱུན་ནས་ག་རེ་བྱེད་དགོས་ལ་ན་མི་གཙང་བ་སྒོམ་དགོས་རེད།

ག་ལ་བ་རེད། མི་རྟག་མི་རྟག་པ་ཡིན་པ་གོ་མེད་དང། ཨ་ནི། མི་གཙང་བ་ཡིན་པ་གོ་མེད་དང་ཨ་ལས་ཁ་རེད། སྡུག་བསྔལ་བའི་རང་བཞིན་ཡིན་པ་དེ་གོམས་དགོས་བ་རེད་གསུངས། ད་ང་ཚོ་མི་རྟག་པ་གོམས་དང་ཞུས་ཟིན་པ་བྱས། ད་དེ་རིང་མ་དེ་ནི་མ་སྡུག་བསྔལ་བ་དང་ཨ་ནི། སྡུག་བསྔལ་བ་དང་མི་གཙང་བ་གོམས་དང་དེ་ཞུས་པ་ཡིན་ན་བསམས་སོང། ད་ང་རང་ཚོ་ག་འདྲས་གོམས་དགོས་བ་རེད་སོང་ང་ཚོའི་ལུས་དེ་དང་པོ་བྱུང་ས་ཀྱི་རྒྱུ་དེ་བསམ་བློ་དང། ང་ཚོའི་ལུས་དེ་གི་འབྲས་བུ་ག་འདྲའི་བཟོས་འོ་ད། ང་རང་ཚོའི་ལུས་ཁོ་རང་ད་ལྟ་ཡོད་དེ་བ་རྒྱུ་དང་འབྲས་བུ་སྐད་ཅིག་མ་ཡིན་པའི་ལུས་ཁོ་རང་གི་ངོ་བོ་ཟེར་བ་རང་བཞིན་དེ་ག་འདྲའི་ཆེ་རེད་དོ། ཨོ་དེ་བསམ་བློ་བཏང་ནས་ཨ་ནི། ལུས་མི་གཙང་བ་བསམ་བཏང་ད་འདུག་ཟེར་ད་ལུས་ཀྱི་འབྱུང་ཁུངས་འདྲ་བོ་དེ་རྒྱུ་དེ་ག་རེད་ལ་ན། ང་རང་ཚོའི་ལུས་འདྲ་བོ་ཆགས་ཤ་ཡིན་ན། དེ་ལ་བྱང་ཆུབ་སེམས་དཔའི་གི་ལུས་ལ་ཆ་བགོས་མ་རེད་པ་བྱང་ཆུབ་སེམས་དཔའ་དེ་ཚོ་ཨ་ནི་བསམ་བཞིན་དུ་ང་རང་ཚོ་དཔེར་ན་ང་ཚོ་ཤི་བ་ཡིན་ན་སྐྱེ་བ་ཞིག་ལེན་པ་ཡིན་ན་ང་ཚོ་རང་དབང་གལ་ཡོད་མ་རེད་ལས་ཀྱི་དབང་གིས་སྐྱེ་དང་ནི་སྐྱེ་ཡ་རེད་མ་གཏོགས་ང་རང་ཚོ་ལ་རང་དབང་གལ་ཡོད་མ་རེད། བྱང་ཆུབ་སེམས་དཔའ་དེ་ཚོ་ཡིན་ན་བསམ་བཞིན་དུ་སྐྱེ་བ་ལེན་དགོས་པ་རེད། ད་འདི་འདྲའི་འདྲ་བར་ཆེ་བ་དཔེར་ན་ང་ཚོ་ད་ལྟ་འཕགས་པ་སྤྱན་རས་གཟིགས་ཀྱི་རྣམ་སྤྲུལ་དེའི་ཚ་མོ་ལྷན་དེ་ལ་འཕེལ་དེ་ཡོད་ར་ད་དེ་གས་ནི་བསམ་བཞིན་དུ་སྐྱེ་བ་ལེན་པར་མ་དོ་ལས་དང་ཉོན་མོངས་ཀྱི་བི་རྒྱ་དང་ནི་སྐྱེ་བ་ལེན་བྱ་ཡོད་དེ་ནི་མ་རོ། ཚེ་ད་ཁོ་རང་ཚོ་ཚེ་འདི་ལས་ཚེ་ཕྱི་མ་ལ་འགྲོ་ཡས་དེ་ལ་ཁོ་རང་ཚོ་རང་དབང་ཡོད་དེར་ལ། ཨ་ནི། ལས་ཀྱི་དབང་གི་བི་རྒྱ་བཏང་བ་དེ་ནི་ཡོང་གོ་མ་ད་ང་རང་ཚོའི་ལུས་དེ་དང་པོ་འདུག་བྱུང་ཡས་དེ་རྒྱུ་རྐྱེན་གཙོ་བོ་འགྲོ་བ་དེ་ཨ་ནི་སྐྱེ་བ་སྔ་མའི་གི་ལས་དང་ཉོན་མོངས་གི་མི་བརྒྱ་དང་ལས་ཡོངས་བྱ་རྒྱུ་ཡིན་ཟེར་བ་སྡུག་ཅག་ཞུགས་ཕྱིར་ད་ལས་སྡུག་ཅག་ཅིག་ལས་ཀྱི་དབང་གིས་ཡོང་བསྡད་ཡོད་ཅིག་རུང་བ་དང་རང་དབང་མེད་བསྡད་པ་འགྲོ་ཕྱིར་བ་འོ་དེ་འདྲའི་གཅིག་རེད་ཨ་ནི་ཚེ་འདི་ལ་ཡང་ང་རང་ཚོའི་ལུས་འདི་གི་རྒྱུ་གཅིག་བཏགས་པ་ཡིན་ན་ཨ་ནི་ཕ་མ་གཉིས་ཀྱི་ཁུ་ཁྲག་དེ་ཆ་དོར་ཕ་མ་གཉིས་ཀྱི་ད་མ་ཡི་ཁུ་བ་དམར་པོ་དང་ཕ་ཡི་ཁུ་བ་དཀར་པོ་གཉིས་ཚུར་སྦྲེལ་བ་ལ་དེ་ནི་ད་གྲུབ་བྱ་རྒྱུད་ཀྱི་ལུས་ཕྱིར་ཕྱི་ས་རྒྱུ་ཁོ་རང་ནི་ཚོགས་དབུགས་ཞུ་བྱེད་དང་དུག་ཆ་ཞུ་བྱེད་མི་ཚང་བ་བཅས་རེད་དེ། ད་ད་ནི་ང་རང་ཚོའི་ལུས་པོ་འདི་གི་ནི་ནི་ལུས་པོ་ཁོ་རང་གི་ངོ་བོ་ལ་ཅིག་བལྟ་གི་ཡིན་ན་ལུས་པོ་འདི་གི་ནང་ལོགས་ལ་ཅིག་བལྟ་གི་ཡིན་ན་ལུས་པོ་འདི་གི་ཕྱི་ལོགས་ལ་ཅིག་བལྟ་གི་ཡིན་ན་ཡང་མི་ཚང་བ་ཞུ་བྱེད་རོགས་ད་ལུས་པོ་འདི་གི་ནང་ལོགས་ལ་བལྟ་གི་ཡིན་ན་ཞེད་སྣང་ཚ་བོ་ཞུ་རོགས། ད་གཅིག་སྙིང་དང་གློ་བ་དང་རྒྱུ་མ་དང་མཆིན་པ་དང་ད་དེ་འདྲས་ཡོད་དེ་བས་ལུས་པོ་ཕྱི་རེ་ཨ་ནི་ནང་ལོགས་ལ་ཆ་བསང་དང་ད་ཆ་བསང་ཡོད་རོགས། ཨོ་འདི་འདྲས་ཅིག་རེད། ཨ་ནི་ལུས་འདི་གི་ཨ་ལི་ཁ་ལོ། ད་དེ་དང་མཉམ་དུ་ལི་ཡ་ད་རུ་གོག་རུ་གོག་གི་མི་སེར་བོར་ད་ང་ཚོ་རུ་གོག་གི་ཡ་སྒྲུབ་བྱ་རྒྱུ་ཅིག་ཆགས་ཀྱི་ཡོད་རེད་བ། ད་འདི་ཚོ་ང་རང་ཚོ་ནམ་རྒྱུན་སྨན་ཁང་འདི་འདྲ་དུ་ལོག་པ་ར་སྐྱ་དུ་ཞིང་ལ་ར་བས་སུ་མཐོང་གི་འདུག་བ་དེ་ནི་སོ་སོར་ད་ག་རང་ཡོད་བསྡད་པ་རེད་བ།

ད་འདི་འདྲས་མ་བྱས་པ་ཡིན་ན། ཨ་ནི། ང་ཚོས། བཟོ་ལྟ་ཅན་མ་བཟོས་རང་བཞིན་བདག་རང་བཞག་བཞག་ཡིན་ན། ཨ་ནི་མི་ཚོ་བྲོས་འགྲོ་ཡ་ཉེན་ཁ་རེད་ད་ཆགས་པ་སྐྱེ་བས་ཕག་ཞགས་སྐྲ་རིང་པོ་འདི་འདྲས་འཆང་ནས་ལས་ཀ་བྱས་ན་རྩེད་མོ་རིང་པོ་འདི་འདྲས་འཆང་ནས་ལས་ན། ཁོ་དགའ་ཡ་ཡི་ཚབ་ལ་བྲོས་འགྲོ་ཡ་ཡིན་ད་གནས་སྟངས་འདི་ཆགས་ཀྱི་རོ། ད་ལྟ་ང་ཚོའི་ལུས་པོ་གི་རང་བཞིན་འདི natural ཟིག་རེད་དེ་མ་རེད། Artificial དེ་ལ་ཆག་སྒོ་བགྱིད་དགོས། བཟོས་བྱ་རྒྱུ་དེ་ལ་ཆག་སྒོ་བགྱིད་དགོས། ལུས་པོ་གི་རང་བཞིན་དེ་ཚོར་བ་ཞུགས་ཕྱིར་རེད་དུག་ཆག་ཞུགས་ཕྱིར་བའོ། དེ་འདྲའི་འདྲ་བ་ཞིག་རེད་ཞུ། ད་ང་ཚོའི་གཟུགས་པོ་དེ་མ་འཁྲུལ་ན་དྲི་མ་ག་གེ་རེད། ལུས་པོ་གི་རང་བཞིན་དེ་ཚོར་བ་ཞུགས་ཕྱིར་རེད། ད་དག་ན་ཞིག་ཨ་ལ་ང་ཚོའི་ལུས་པོ་གི་ད་ལུས་པོ་རེད་དེ་ལ་ཁ་དུག་སུ་མ་འཁྲུལ་ན་སྲོག་དུག་སུ་མ་འཁྲུལ་བ་ཅིག་ལ་ཨ་མདའ་དྲི་མ་ངན་པ་ཞོ་གཅིག་ཁ་ཁར་ད་ཚོ་བོ་ཞོ་གཅིག་རེད་ད་ཅི་ཚེ་ལུས་ཕུང་གི་རང་བཞིན་གྱི་ཕྱི་ལོག་དང་ནང་ལོག་གཉིས་ཀ་ལ་ལྟ་ན་ཡང་མི་གཙང་བའི་རང་བཞིན་ཡིན་པ་བསམ་བློ་བཏང་ཡོད་འདུག་བྱས་ད་ལུས་འདི་གི་འབྲས་བུ་ཟོས་གོ་ར་ག་རེ་ལ་ན་ད་འཛམ་བུ་གླིང་འདི་ག་ལ་བཙོག་པ་ཟོས་འབག་བཙོག་ཟེར་བར་ད Pollution ཟེར་བ་ཨི་འཇིག་ཚེ་ལ་ཚང་མ་ང་ཚོའི་གི་ལུས་གི་ཟོས་འདེགས་ད་དཔེར་ན་དབུགས་འདུ་འཛུ་ཆགས་ན་དབུགས་འདི Oxygen ལ་ལེན་དགོས་རོ་མ་བཏང་དུས་ག་རེ།

ཨམ་ཆུང་ནི་སྣབས་རྒྱག་ཟེར་རེད་སྣ་དགུ་ནི་སྣབས་བཏུག་ཐོན་བར་ཨ་ནི། ཁ་ནི་མ་ལུས་པ་ཐོན་བར་ད་ཕྱི་མ་ཐོན་དགོས་ར་ཨ་ནི་མི་གའི་འོག་ཨ་ནི་མ་ཆབ་སང་ད་གཅིན་པ་ཟེར་ད་ཚོགས་འོག་ཞོལ་གཟུགས་ད་ད་ལུས་དེ་གི་འབྲས་བུ་དེ་འདྲས་ཀྱང་ཡང་སྟོན་གི་འདུག་ད་ང་ཚོ་དུག་ལོག་རེད་གོན་ག་ཅིག་ན་དུག་ལོག་དེ་ལུས་དེ་ལ་གོན་ཚར་བས་ཅི་ལ་དྲག་པ་ཆགས་འགྲོ་གི་འདུག་རེད་དོ། བྱས་ཙང་ང་ཚོའི་ལུས་ཀྱི་ད་འབྲས་བུ་དེ་ལ་ད་མི་གཙང་བ་ཀྱང་ཀྱང་བཟོས་གི་འདུག་བྱས་ཙང་འདི་བསམ་བློ་དང་ལུས་འདི་གི་རྒྱུ། ལུས་འདི་གི་འབྲས་བུ་ལུས་ཁོ་རང་གི་ངོ་བོ་འདི་ལ་ལུས་ཀྱི་ནང་ལོགས་ཀྱི་ངོ་བོ་དང་ཕྱིའི་ངོ་བོ་གཉིས་ཀ་ལས་བསམ་བཏང་ནས་ཨ་ལུས་ལ་བ་ཆགས་པ་བ་ལྡོག་ཡས་ཀྱི་ཨ་ནི་ཐབས་ཤེས་བྱེད་ན་ཡག་པོ་ཡོད་རེད་ཞོའི་ནམ་རྒྱུན་ང་ཚོ་སྤྱོད་འཇུག་ནང་ཡོད་ཨ་ང་ཚོ་མི་ཕྱི་ལོགས་ལ་མི་ཤི་མགྱོགས་ཀྱི་རོ་ཟས་མཐོང་དུས་ཨ་ནི་ཞེ་གླང་འདྲ་བོ་ཆེ་ཁ་ཆེ། ཨོ་ད་དེ་ཞུ་ཞེ་གླང་འདྲ་བོ་ཆེ་ཁ་ཆེ། ཨ་ནི་ཅོལ་ཆུང་ལ་སོང་ར་འདི་ལ་ཞེད་གོ་མ་རེད་སོང་ར་མི་ཤི་རྒྱོ་གི་རོ་ང་ཚོ་གནོད་ཀྱི་ཨེ་ཁེ་ཡོ་མ་རེད་བ། ད་ཞེད་གོ་ངེས་ན་རོ་ལངས་ལས་འགྲོ་ངེས་འདུག་ཚོ་ལ་ཞེད་གོ་རེད་སོང་ར་ད་ང་ཚོ་ཚང་མ་རོ་ལངས་ལས་འགྲོ་ངེས་དེར་བ། དེ་ལ་ཞེད་གི་ཡོ་མ་རེད་ང་ཚོ་གཅིག་གི་གཅིག་ལ་ཆགས་པ་འདྲ་བོ་སྐྱེས། ཨ་ནི། དེ་རིང་སེམས་ཡོད་སྐད་ཆ་བཤད་བས་ན WhatsApp ན་འབྲེལ་བ་འདྲ་བོ་བྱེད་དགའ་རོགས་རེ་སྒྲིག་བྱེད་ག་ཆོག་རོ་ལངས་རོ་ལངས་གཉིས་ཕན་ཚུན་ཨེ་འབྲེལ་བ་བྱེད་ཀྱི་ཡོད་ར་ད་དེ་ནས་འདྲ་བོ་བྱེད་རེད་ཅེས་བཤད་ན་འདི་ལ་བཤད་དགོས་རེད་གནོད་སྐྱེལ་ན་རོ་ལངས་འདི་ཚོ་གནོད་སྐྱེལ་གྱི་རེད་ཟེར་ནས་རྒྱལ་སྲས་ཆེན་པོ་ཞི་བ་ལགས་ཀྱི་ཅོལ་ཆུང་ལ་གསུངས་རོགས་ད་དེ་དངོས་ཡོད་གནས་ཚུལ་ཆགས་བསྡད་ཡོད་རེད་ཅེས་ཤོད་ཨེ་ཡིན་འོ་འདི་འདུག་ཟེར་མི་གཙང་བ་གོམས་སྟངས་འདི་དེ་འདྲས་འདྲ་བོ་བྱེད་རེད་ཤོད་ཨེ་ཡིན་ད་དེ་རིང་བསྡད་བཞག་འོ་མི་འགྲོ་ཨ་ནི་ཡང་སང་ཉིན་བསྡད་པ་ལ་ཡང་ཁ་ལ་བ་རེད་སྡུག་བསྔལ་བའི་རང་བཞིན་བསྒོམ་དང། དེ་ནས་ང་ཚོ་བདག་མེད་པར་གསལ་བའི་བསམ་སྟངས་དང། འོ་དེའི་སྐོར་ལ་ནི་བང་འགྲིལ་མ་ཞུ་གི་ཞུ་གི་བྱེད་ཀྱིན། ཨ་དེ་འདྲའི་འདྲ་བོ་ཅི། དེ་ཤག་གི་མཐུ་ཆེ་ན།